སྲིད་སྐྱོང་མཆོག་གིས་འོས་འཕྲོས་སྤེལ་མཁན་བཀའ་ཤག་ལྷན་རྒྱས་ནས་ད་དེ་ལ་མོས་མཐུན་མ་གནང་ཅེས་གནས་གྲོས་ཚོགས་ནས་མ་ཐོན་ཡོད་པ་དེ་ལ་ཡང་དགོངས་ཚུལ་ག་རེ་ཡོད་ན་ལ།
ད་དེ་ཁོ་ནགས་མ་ཐོན་ཡག་དེ་སྤྱི་བཏང་དང་ཐོན་ཆོག་ག་ཆ་རེད། རེད་དེ་ཡིན་པས་ནས་སྒྲིག་གཞིའི་འགྲོ་སྟངས་ཐོག་ནས་བདག་དང་གཅིག།

དྲིས་པའི་རྗེས་ལ་ཡང། དགག་པ་གནང་མཁན་ཡོད་ན་དགག་བྱ་རྐྱང་རྗེས་དགག་པ་གནང་ཡ་ཡོད་ཟེར་ཞེས་བྱས། འདི་གསུང་ཡ་ལམ་ཁ་དེ་ཡ་ཡོད་རེད། དེ་ཚོ་འདི་གཉིས་ཀ་ཕྱིན་ཚར་བ་རེད། ད་འདི་ཕྱིན་ཚར་དུས་བ་ནས། དགག་པ་ཆུང་པོ་སོང་ཙང། དགག་པ་བྱེད་མཁན་དང་རྒྱབ་སྐྱོར་བྱེད་མཁན་གྱི་ཆ་རྐྱང་ཡ། འདི་རིམ་པ་དེ་སླེ་ཡིན་གོ་འདི་རྗེས་དེ་ལ་ཡ། ད་དེ་སླེ་ཡིན་དུས་ཙང་ནས་ཚོགས་གཙོས་ཀས། དགག་པ་བྱེད་མཁན་ལ་ཡ་གསལ་བཤད་བྱེད་ཡ་གི་གོ་སྐབས་དེ་ཕུལ། དེའི་རྗེས་ལ་ཡ་ཚོགས་ཆུང་གིས་ངོས་ནས་ཨིན་ལིན་དེ། འགྲེལ་བཤད་རྒྱག་ཡག་དེའི་གོ་སྐབས་དེ་ཕུལ་ཚར་བ་རེད། དེ་ཕུལ་ཚར་དུས་ས་ནས་ད་ཡང་ཚུད་མ་ཚུད་ཀྱི་ཨིན་ལིན་ལག་པ་བརྐྱང་དགོས་ཡག་རེད། ཁྱོད་དེ་བརྐྱང་ཚར་བའི་རྗེས་ལ་ཡང་ཨིན་བརྗོད་པ་དང་པོ་ཕྱིན་བརྗོད་པ་གཉིས་པ་དེ་ལ་ཡང་སླེབས་དུས་ཨིན་དེ་ནང་དོན་རེ་རེ་རེ་རེ་བྱས་བྱས་ཨིན་ལིན་གཉིད་འགུག་གི་འདུག་ཅི་འགུག་གི་འདུག་བྱས་བྱས་ད། དེས་མཚོན་ལས་ཀྱི་དེའི་ད་འོས་བསྡུའི་སྒྲིག་གཞི་ཆ་ཚང་གི་ཐོག་ལ་ཡང་བརྗོད་པ་གཉིས་པ་གྲོགས་བོར་བ། དེའི་སྐབས་ལ་ཡང་ཨེ་ནི། དགོངས་ཚར་གནང་ཡག་གནང་ཨེ་དེ་ནས། ཨེ་ཐོན་ཡག་གི་གནས་སྟངས་ཆགས་ཀྱི་འདུག་ན་ཨེ་ཐོན་ཆགས་པ་ཡིན་ན། ཁོང་འགྲོ་སྟངས་གཅིག་རེད་འགྲིག་བསྡད་ཀྱི་ཡོད་ད་ལྟའི་ཐོན་ཆོག་མ་རེད་གསུངས་ཆོག་མ་རེད་སུས་བས་ཐོན་ཡག་གི་ལམ་ལུགས་བཅས་ཡོད་རེད་ཐོན་ཆོག་ཡག་གི་གནས་སྟངས་བཅས་ཡོད་རེད་བ། དེ་མ་ཡིན་པ་བཅས་ཨེ་ཚོགས་གཙོས་ཀྱི་ཨེ་ནི། དགག་པ་རྒྱག་མཁན་ག་ཚོད་ཡོད་བ་རྒྱབ་སྐྱོར་བྱེད་མཁན་ག་ཚོད་ཡོད་བ་ཆ་རྐྱང་ལོ་མེད་པ་ལ་ཡང་ཐོན་ཕེབས་ཡག་དེ། སྒྲིག་གཞིའི་ཐོག་ནས་ཏག་ཏག་ཅིག་འཁྱོལ་ནས་རང། མ་མཐུན་པ་ཅིག་ཆགས་བསྡད་པ་ཅིག་དང། ཨེ་ནི་གཉིས་ནས། ང་རང་གིས་ད་ལྟའི་གནས་སྟངས་འདི་གའི་ཆ་ཚང་སྒྲིག་གཞི་དང། འབྲེལ་བའི་ཆ་ནས་འགན་ངས་བཀའ་མོལ་དུ་ཞུ་གི་ཡོད་རེད། ད་ང་རང་འགན་དུ་ལྟ་སྟངས་ལ་བལྟས་པ་ཡིན་ན། འདི་གྲོས་ཚོགས་ལ་གནོན་ཤུགས་རབ་ཆེ། བཀྲས་སོན་བསམ་བསམ་རབ་ཆེ། འོ་དེ་འདྲ་རེད་ཅིག་ད། ང་རེ་འགས་མཐོང་སྟངས་ར་བ་དེ་འདི་རེད། འདི་དུས་ཀྱི་སྤྱི་བཏང་ངས་ཁེ་སང་གྲོས་ཚོགས་ནང་ལ་ཆུས་ཅེས་ཞུས་པ་ཡིན། བཀའ་ཤག་ལྷན་རྒྱས་མ་ཐོན་དགོས་ཡག་གི་དུད་འགྲོའི་སྐེ་ཚབ་ཆེན་པོ་འགྲོ་ཅིག་གས་མཐོང་མ་སོང། ད་དུས་ཀྱི་གནས་སྟངས་དེ་ད་ཁེ་སང་དེ་རང་བཀའ་ཤག་མ་ཐོན་ཆ་ཚང་ཡང་ནི་སྲིད་སྐྱོང་ཡག་ཕབ་གསུང་བཤད་གནང། ཡང་ཁེ་སང་དེ་རང་ཡང་ང་ཚོ་སྤྱི་ཚོགས་ཐོག་ལ་ཆེ་གྲ་ཆེ་བརྒྱུད་ལམ་ཁག་དེ་སོ་ལ་བཏོན་གནང་དེ་དུས་སོ་སོ་ཚང་མ་མ་འདྲ་བ་གཅིག་བྱུང་སོང།

ཨ་ནི། ཁོ་ཚོས་ད་མ་ཚུད་པ་ཡིན་ན་རྦད་དེ་ཁ་ཁ་ཅིག་རེད་ཡ་ཟེར། ཨ་ནི་ཚུད་ཚར་བའི་ཞུ་བོ་ལགས་ནི་དང་པོ་སྤྱི་ཡོངས་ཀྱི་བགྲོ་གླེང་གི་གོ་སྐབས་ཅིག་གནང་ཡོད་རེད་དེ་ནས་སྐབས་སུ། ཁ་སང་ཞུ་བོ་ལགས་གཟའ་ཟླ་བ་ཉིན་མོ་ཡར་ཕེབས་བྱས་ནས་གསུང་བཤད་གནང་རྒྱུ་དེ་ཆ་ཚང་གནང་ནས་ད་དུང་དེ་ལས་འདབ་ལུག་སུམ་ཅུ་ཞིག་གནང་བསྡད་ན་གལ་གང་གསུང་མི་མཁན་སུ་གལ་གང་ཡོད་མ་རེད། ད། རེད་དེ་ཡིན་ན་དོན་ཅི་བྱེད་བདེ་བ་དེ་གི་ཅིག་ང་ཚོ་སྤྱི་ཚོགས་ནང་ལ་འོར་རྒྱ་བརྡབ་བསིག་འགྲོ་བ་གི་ཉེན་ཁ་རོ་གཅིག་ཆགས་སོང་ངོ་གསུམ་གསུམ་རོ་གཅིག་ཡིན་ཨ་ནི་ཁ་སང་ཡར་ཕེབས་ནས་གསུང་བཤད་གནང་སྟངས་དེ་ལ་བལྟས་པ་ཡིན་ན། ཞུ་གཅིག་ད་གསུང་ཡ་ད་པའི་ད་ཅིག་གལ་ཆེན་པོ་ཡིན་པ་དང་དེ་གསུམ་པོ་རེད་དེ། ཡིན་ན་ཅིག་མི་རིགས་ལ་དོན་འགྲོ་དགོས་ཡ་དོན་འགྲུས་གི་ཚབ་ཆེན་པོ་ཅིག་ད་ཡིན། ཡིན་གི་གནས་སྟངས་རོ་གཅིག་གལ་ཚོར་མ་སོང་ཨོ་དོན་འགྲོ་ཅིག་རེད། ལགས་སོ་ད་ཁར་སང་དཔལ་ལྡན་སྲིད་སྐྱོང་གི་དབུ་ཁྲིད་པས་ཨ་ནི་བཀའ་ཤག་ལྷན་རྒྱས་ད་གྲོས་ཚོགས་ནང་ནས་མར་དོན་ཆེན་པ་རེད། ད་དེ་ལ་སྤྱིར་བཏང་ཁྲིམས་དང་སྒྲིག་གཞི་གི་ཐོག་ལ་ད་ཕྱིན་ན་འགྲིག་གི་མ་རེད་ཟེར་གི་དེ་འདྲའི་གི་ཡང་ཅིག་བཀག་འགོག་བྱེད་བྱ་རྒྱུ་དེ་འདྲའི་ད་ཁྲིམས་ཡིག་གི་ནང་དང་སྒྲིག་གཞི་གི་ནང་ལ་གི་ཡོད་བ་མ་རེད་དེ། སྤྱིར་བཏང་བྱེད་བ་ཡིན་ན། ཡེ་ནས་བཀའ་ཤག་ལྷན་རྒྱས་གི་ངེས་བར་དུ་རྒྱབ་གཉེར་དགོས་པའི་ཡེ་ནས་ཁྲིམས་ཡིག་གི་འཆར་ཟིན་མང་པོ་ཅིག་ཡོད་བ་རེད་དེ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་གི་སྒྲིག་གཞི་དོན་ཚན་ལྔ་བཅུ་ང་བརྒྱུད་པའི་ནང་ལ་གསལ་བོ་གསལ་རྐྱང་ཅིག་ཡོད་བ་རེད། ད་དེ་ལས་བཀྲིས་བའི་ད་གར་གཙང་གི་ཁྲིམས་བཤེར་འདྲ་བོ་ཅིག་ཡིན་པ་ཡིན་ན་ཨེ་ཏིའི་དྲུག་བཞི་གི་བསྐྱར་ཆས་དེ་ད་རང་དབང་ཅན་གྱི་སྡེ་ཚན་ཟིག་གི་ནས་ཨེ་ཏིའི་དྲུག་བཞི་དེ་བསྐྱར་ཆས་དང་དགོས་བའི་སོང་ཙང་ད་དེ་འདྲའི་གི་ཐོག་ལ་བརྗོད་པ་དང་པོ་གཉིས་ལ་སེམས་པ་ལབ་ནས་སྤྱིར་བཏང་ཁྲིམས་ཡིག་གཏན་འབེབས་བྱེད་བ་གི་ལམ་སྲོལ་དེ་བོད་མང་སྤྱི་འཐུས་ལྷན་ཚོགས་གི་སྲིད་པ་ས་ལ་འཆང་ནས་བཟུང་སྟེ་ཚུགས་བསྡད་པའི་གནས་སྟངས་ཅིག་ཡིན་དུས་དེའི་སྒང་དེ་ལ་སྐབས་ཐོག་སོ་སོ་ལ། གནད་དོན་ཚན་གང་ཡང་རུང་བ་དེ་ལ་བསྐྱར་བཅོས་དེ་ལ་དགའ་ཕྱོགས་ལྷན་རྒྱས་ཡིན་ན་ཡིན་འདྲ་སྲིད་སྐྱོང་ཡིན་ན་ཡིན་འདྲ་དེ་འདྲའི་གི་ཐོག་ལ་འདོད་པ་མེད་དེ་སྐབས་ཐོག་དེ་ལ་རྒྱུ་མཚན་དེ་སྦྱང་བཤད་བྱས་ནས་ནི་གྲོས་ཚོགས་འཐུས་མི་རྣམ་པ་ལ་སྙན་སེང་ཞུ་དགོས་དེ་གལ་ཆེན་པོ་རེད་མ་གཏོགས་སྐབས་དེ་ནས་ཕར་ཐོན་འགྲོ་ཡ་དེ་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་ལ་སྒྲིག་གཞིའི་དགོངས་དོན་དང་བཅའ་ཁྲིམས་གི་དགོངས་དོན་དང་ཚང་མ་ལ་འགྲིག་ཡོད་མ་རེད་ད་དེ་ལ་གསལ་བོ་གསལ་རྐྱང་བྱས་ནས་བཤད་པ་ཡིན་ན་ཁར་ཚང་བར་དུས་ཚོགས་ཚོགས་ཆོག་གོ་སྲིད་སྐྱོང་ཕེབས་ཚར་ནུབ་རྗེས་ལ་གསལ་བཤད་གི་རྗེས་ལ་གསལ་བོ་བྱས་ནས་གསུངས་པ་ནང་བཞིན་བྱས་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་གི། ཁྲིམས་བཟོའི་དབང་ཆ་གི་ཐོག་ལ་གནོན་ཤུགས་སྤྲོད་ཀྱི་ཡོད་པ་དེ་ད་གསལ་བོ་གསལ་རྐྱང་རེད་བོ་ཆགས་བསྡད་ཡོད་རེད། ཡིན་ན་ཡང་དེ་མི་མང་གི་གནས་ཚུལ་ཞིབ་ཚགས་པོ་ཞིག་མཁྱེན་གི་མ་རེད་བ། མི་མང་གི་གནས་ཚུལ་ཞིབ་ཚགས་པོ་ཞིག་མ་མཁྱེན་པའི་སྐབས་ལ་ནི་ད་ལྟ་ཅིག་ཨེ་བདེ་གི་སྔོན་འགྲོའི་དང་དངོས་གཞི་གི་དེ་ལ་འདོད་པ་མེད་པ་གསལ་རེད་བོ་དེ་འདྲས་ཞིག་ལ་སྙད་ཐག་ནས་མི་མང་གི་ནང་ལ་ལངས་ཕྱོགས་དེ་འདྲས་ཞིག་ཡོང་གི་ཡོད་དུས་དེ་ཏག་ཏག་ཞིག་ཆགས་གི་ཡོད་མ་རེད་སྤྱིར་བཏང་ཁྲིམས་མེད་ན་ཁྲིམས་ཁོ་རང་ལ་གཏན་འབེབས་བྱས་པའི་བྱེད་སྟངས་ཀྱི་བརྒྱུད་རིམ་ཞིག་ཡོད་པ་རེད་དེ་ཚོ་ཚང་མ་ལོ་ལམ་སྲོལ་ག་འདྲས་འདུག་ཁྲིམས་དང་སྒྲིག་གཞི་གི་དགོངས་དོན་ག་རེ་རེད་དེ་ནང་བཞིན་འགྲོ་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད། ད་ཕྱིར་འདང་ཆེ་བ་ཡིན་ན་དཔལ་ལྡན་བཀའ་ཤག་གི་རྣམ་འགྱུར་བསྟན་པ་ནང་བཞིན་གཟིགས་བོད་མི་སྤྱི་འཐུས་ལྷན་ཚོགས་དང་འཐུས་མི་མི་རེ་ངོ་རེ་གི་ཐོག་ནས་རྣམ་འགྱུར་བསྟན་མ་ཆོག་པ་གལ་ཡོད་མ་རེད་དེ་བསྟན་མ་ཐུབ་བ་དེ་འདྲས་མ་རེད་བསྟན་མ་ཤེས་དེ་འདྲས་མ་རེད་ཁྲིམས་དང་སྒྲིག་གཞི་གི་དགོངས་དོན་མ་ཤེས་དེ་འདྲས་གལ་མ་རེད་དེ་ག་བ་ལ་བསམ་བློ་གཏོང་དགོས་རེད་ལབ་ན་ཡང་བསྐྱར་མི་མང་གི་ནང་ལ་དོན་དག་མེད་བསམ་ནས་བརྡབ་གསིག་བྱས་ན་ཡག་པོ་མི་འདུག་བསམ་ནས་ཨ་ནེ་ཅིག་གར་སེ་བོར་བཟོ་པའི་ན་ཆས་ཟིག་བསྒོམས་ནས་བསམ་བློའི་ན་རྒྱ་ཆེ་ས་ནས་བཏང་ནས་ནི་དེ་ལ་ཨ་ནེ་ལན་འདྲ་བོ་ཏག་ཏག་རྒྱབ་ཡོང་མ་རེད། འོ་ད་དེ་ངེས་བར་དུ་མི་མང་གི་ད་ཨ་ནེ་མཁྱེན་དགོས་ཡག་གི་གནས་ཚུལ་ཞིག་རེད་ད་ཡིན་ན་ཡང་གར་ཚང་རྗེས་ལ་སྲིད་སྐྱོང་གི་གསལ་བཤད་བྱས་ནུས་ནང་ལ་ཨ་ནེ་ཁོ་རང་ག་རེ་བྱས་ནས་ཐོན་འགྲོ་དགོས་ཀི་རེད་ཟེར་དེའི་སྒང་ལ་ད་དུང་ཡིན་ན་ཡང་ལན་རྒྱག་ཐུབ་ཡོད་མ་རེད་ད་ཡིན་ན་ཡང་ནང་ལོགས་ལ་སླེབས་ནས་ཨ་ནི་སྔོན་འགྲོ་དང་ལས་གཞི་མ་དགུ་ཡོད་པའི་རྒྱུ་མཚན་བཤད་ཡ་དེ་ཁོ་རང་ལ་རྒྱ་དེ་ལས་ལྷག་གཟིགས་ད་རུང་ཉི་མ་ཕྱི་ག་བཤད་ཡ་ཡོད་ན་བཤད་ཡ་གི་དུས་ཚོད་ལ་ཡོད་བ་རེད་བཤད་ཚར་གི་དུས་ཚོད་ཏག་ཏག་ཅིག་སླེབ་ཡ་ཡོད་བ་རེད་དེའི་སྐབས་སུ་སོང་ན་འགྲིག་གི་ཡོད་རེད་དེ་ཡིན་ན་ཡང་ད་གར་ཞིག་ནས་ཐོན་ཡིན་པས་ཟེར་ཡ་དེ་བཟང་སྤྱོད་ལ་འབྲེལ་བ་ཡོད་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་བརྩི་བཀུར་བྱས་མ་བྱས་དང་འགན་ཁེ་མ་ཁེ་དེ་ལའང་འབྲེལ་བ་ཡོད་བ་རེད་བྱས་ཙང་དེ་ཚོ་ཚང་མ་གི་ཐོག་ལ་ད་ལྟ་གསལ་བཤད་ཏག་ཏག་ཅིག་གླེང་ཏག་ཏག་ཅིག་རྒྱག་ཐབས་ཡོད་བ་མ་རེད་དེ་ད་ཡིན་ན་ཡང་ང་ཚོ་གར་སྟེབས་རེད་བ་གར་སྟེབས་ཡིན་དུས་དེ་ལ་ཞུ་ཡིག་ཅིག་ལས་དག་འདྲ་བོ་བྱས་འགྲོ་དགོས་ཡ་ན་དེ་འདྲའི་གི། ང་འདྲ་བོ་ཆིག་ཁ་ཆ་ཚུན་པས་ན་ཤི་བོ་ཟི་ཁས་ཅིག་མེད་ད་དེ། ཡིན་ཡིན་འདེམས་སྦྱོང་ཐམས་ཅད་ཀུ་རྒྱབ་ལྗོངས་ཆ་ཚང་གུ་ང་ཚོའི་ཁྲིམས་དང་སྒྲིག་གཞི་ལ་དོ་སྣང་བྱེད་དེ་ཡོད་དེ་ཧ་གོ་གི་འདུག་དེ་ཡིན་པའི་ཆ་ནས་དེའི་སྒང་ལ་ད་ཤི་བོ་ཅིག་གས་ནག་འདེམས་འདྲ་བོ་དེ་འདྲ་ཁས་ཅི་ཡོད་མ་རེད་ལ། ལ་སོ་རེད་ད་དམ་པ་བཀའ་ཤག་ལྷན་རྒྱས་ཁ་ཚང་ཁྲིམས་ཚད་དེ་ལ་ཡང་ད་ཐུགས་ལོ་མ་གང་ཆེ་མ་ཐོན་འགྲོ་ཡ་དེ། ཁོ་གཅིག་ནི་འགྲོ་སྟངས་ཅི་རེད་ལ་གཉིས་ནི་ཐུགས་ཁག་འགྲོ་བྱེད་ཡོད་མ་རེད་བསམས་སོ་ག་རེད་ཟེར་ན། ད་ང་ཚོ་འདིས་ངན་གྱི་བཀའ་སྤྱི་གཉིས་ཀྱི་འོས་བསྡུའི་སྐོར་འོས་བསྡུའི་སྐབས་སུ་ཨ་སྤྱི་ཚོགས་ནང་ལོ་བརྡབ་གསིག་ཆེན་པོ་ཞུ་ཅིག་ཡོང། ལྷག་པོར་དུ་ཡང་ང་ཚོ་ད་རྩ་དོན་འཐབ་རྩོད་ཀྱི་ནུས་པ་གཅིག་སྒྲིག་གི་ཐོག་ལ་ཡང་འགལ་ཟླ་བཟོ་དགོས་ཡག་གནས་སྟངས་མང་པོ་ཅིག་ཡོང་བ་ཡིན་ཙང་ད་དེ་ཡི་རྒྱུན་རིང་འགྲོ་བ་དང་ག་འདྲེ་ཡོང་མེད་གཙོ་བོ་དེ་ད་འོས་བསྡུ་ཚོགས་ཆུང་གི་གན་གི་ཡོག་རེད་དེ་ནས་བཀའ་ཤག་བཅས་དང་འོས་བསྡུ་ཚོགས་ཆུང་དང་བཀའ་ཤག་གཉིས་ཀྱི་ཐོག་ནས་འོས་བསྡུ་དེ་ལ་འོས་བསྡུ་སྒྲིག་གཞི་དེ་ལ་འགྱུར་བ་ཅིག་བཏང་ནས་མ་འོངས་པར་དེ་གའི་དཀའ་ངལ་དེ་སེལ་ཡག་ཅིག་བྱེད་དགོས་འདུག་ཟེར་དེའི་ཐོག་ལ་ད་དགོངས་ཚོར་དེ་ཡག་ཤོས་འགྲོ་འོ་དེ་ད་དེ་སྔས་ནས་སྐྱོན་ཆ་མང་ཆགས་འགྲོ་འོ་དེ་ད་འོས་བསྡུ་འོས་གཞི་དང་འོས་དངོས་གཞི་གཉིས་བླུག་ཡག་དེའི་ཐོག་ནས་དེ་ཕ་རུ་ལ་དུས་ཚོད་རང་པོ་ཆགས་འགྲོ་ཡ་དེ་འདྲའི་གི་ཐོག་ནས་ཡོང་གི་འདུག་ཡོང་གི་ཡོད་ཡིན་ཙང་དེ་འོས་གཅིག་གི་ཐོག་ནས་དུས་ཚོད་ཐུང་ཐུང་ཅིག་བླུག་ཐུབ་ཡ་ན་འགན་ཕན་ཆེན་པོ་འདུག་ཟེར་ཡག་གི་བསམ་ཚོར་འཆར་འབུར་ཅིག་གྲོས་ཚོགས་ལ་ཁེལ། གྲོས་ཚོགས་ཀྱི་འཐུས་མི་རྣམ་པ་ཚོས་དེ་ལ་རྒྱབ་སྐྱོར་ཞུ་ཡིག་བྱས་ནས་ཚོགས་ཆུང་བཙུགས་ཡ་གཏན་འཁེལ་ནས་ཚོགས་ཆུང་བཙུགས་བཞག་པ་ཅིག་རེད། ཡིན་པ་ཡིན་ན་ད་ཁ་ཚང་ཚོགས་ཆུང་གི་ད་ལྟ་ཁྲིམས་སྒྲིག་འཆར་ཟིན་དེ་ཡ་འཁེལ་ཡོང་དུས་སྒང་ལ་ད་སྔར་མེད་ཀྱི་ང་ཚོ་ད་ཚོགས་ཆུང་བཙུགས་དགོས་ཡ་གི་ཐོག་མའི་དམིགས་ཡུལ་ནང་བཞིན་ཅིག་བསམ་ཚུལ་དེ་འཁེལ་ཡོང་མ་རེད་ད་ད་འོས་གཅིག་ལུགས་དགོས་ཡ་གི་བསམ་ཚུལ་དེ་ཁྱོན་ནས་འཁེལ་ཡོང་མ་རེད་དེ་འཁེལ་མེད་འོང་དུས་སྒང་ལ་ད་དེ་བཀའ་ཤག་གི་དགོངས་གལ་ཆེན་པོ་ཞུ་ཅིག་ལ་གཟིགས་བྱས་ནས་ད་འདི་ཡན་འགྱུར་བློས་ཐུབ་ཡག་གི་ཆེད་དུ་འདུག་ས་ཁ་ཚང་ཁ་ཤ་མ་འགྲོ་བྱ་བ་འདི་ཁོ་ལམ་ལུགས་སུ་ཐོག་ནས་འགྲིག་བདེ་བ་འདྲ་གཅིག་མཐོང་སོང་ཟེར། ད་འདི་རྟག་པར་ཞིག་མ་རེད་བསམ་འདུག་གང་ཡིན་ཟེར་ན། འདིའི་སྐབས་ལ་སྙན་ཐོ་དང་ཁྲིམས་འཆར་འདི་ཚུད་དང་མ་ཚུད་ཀྱི་འོས་བསྡུ་རེད། དེ་ནི་ཚུལ་དུ་མ་བཙུད་སྐབས་ལ་དོན་ཡང་འདི་དག་དག་མ་རེད་བསམ་དགོས། དངོས་གནས་བྱས་ན་ཚུལ་དུ་མ་བཙུད་གཟིགས་ཨ་ནི་གལ་སྲིད་ཚུད་པ་ཡིན་ན་ཡང་བརྗོད་པ་དང་པོའི་སྐབས་ལ་བཟོ་ཡ་ཡོད་རེད། བརྗོད་པ་གཉིས་པའི་སྐབས་ལ་བཀའ་ཤག་ངོས་ནས་བཟོ་བཅོས་གྲོས་འཆར་ག་ཚོད་བཏོན་གི་ནས་བཏོན་ཡ་གི་རང་དབང་ཆ་ཚང་ཡོད་རེད།

འདི་སྐད་ཚང་མ་བློ་གཅིག་ཆ་བཞིན་རོ། ཞེས་ཡས་ཀྱི་བདུན་པ་སྐྱོན་མེད་པའི་ཐོག་ནས་ཕྱི་ལོག་སྟོན་པ་རྟགས་དང་མ་རེད་གསུངས་འདུག་ནའོ། འཛིན་སྐྱོང་བཀའ་ཤག་ངོས་ནས་ནི་གྲོས་ཆོད་བཏོན་བ་དེ་འོས་བསྡུ་སྒྲིག་གཞི་བསྐྱར་བཅོས་བཟོ་དགོས་དང་དེའི་ནང་ལོག་གི་གཙོ་བོ་རོགས་པ་དེ་དངོས་གཞི་དེ་མེད་པ་བཟོས་ན་ཡག་པོ་འདུག་ཅེས་ཅེས་གསུངས་པ་ཅི་རེད་ཚོགས་ཆུང་ངོས་ནས་ད་དེ་ཡོད་པ་ག་དེ་འདི་གི་དྲིན་ཆ་ཅིག་ཁྱོང་དེ་གནས་བཀའ་ཤག་ངོས་ནས་ཐུགས་བློ་མ་ཁེངས་བྱས་འདུག་ཅེས་མ་བཏོན་འདྲ་བ་རེད། གནས་སྟངས་དེ་འདྲ་ཅི་རེད། ད་རྩ་བའི་ཆ་ནས་ང་རང་ངོས་ནས་གནས་བརྟག་སྐབས་དེ་དུས་མ་བཏོན་ན་འགྲིག་འདུག་བསམ་པ་འདྲ་དྲན་སོང། གང་ཡིན་ཟེར་ན་བརྗོད་པ་དང་པོ་གཉིས་པ་བརྗེད་བྱས་བགྲོ་གླེང་འགྲོ་ཆོག་ཡ་ཅི་རེད་བ།

བཀའ་ཤག་གི་དགོངས་ཚུལ་ག་རེ་ཡོད་པ་དེ་འབྲི་གཞི་ཡ་ཚུད་ཚར་བའི་གཞུག་ལ་ཡ་གསུང་ཡས་ཀྱི་གི་གོ་སྐབས་ཆ་ཚང་ཡོད་རེད་དེ་ལ་མ་ཐོས་ནས་ཕེབས་པ་ཡིན་ན་དགོངས་ཚུལ་གསུང་ས་ཡ་རག་གི་མ་རེད། བདག་གནང་བཞིན་པའི་ལྟ་སྟངས་དེ་དང་གང་ཅིའི་ཐད་ནས་ཏག་ཏག་ཅིག་བསྡད་ཡོད་མ་རེད་དེ་ཏག་ཏག་ཅིག་མ་བསྡད་པ་ནང་བཞིན་ཡ་ཕལ་བའི་ལས་སྐུ་ངལ་འཕྲད་ཡོད་རེད་ཟེར་ན་ང་དུས་སུ་དྲན་གྱི་འདུག་ལོ།